ད་འདིའི་བརྙན་ཐུང་སྔོན་མའི་ནང་དུ་ངའི་ཕ་མའམ་ཁྱིམ་བདག་ཚོས་ད་རང་གི་ཁྱིམ་ནས་བྱིས་པར་ཆུང་དུས་ནས་བོར་སྐལ་བྱ་དགོས་པའི་གལ་ཆེན་གྱི་རང་བཞིན་དང། དེ་ལྟར་བྱས་ན་ད་གཟོད་ད་བྱིས་པའི་བོར་སྐལ་ངེས་ཅན་ཞིག་བྱེད་ཐུབ་པའི་སྐོར་དུ་ནས་ད་གསལ་བཤད་དཔེ་དང་བཅས་པ་མདོར་བསྡུས་གཟིགས་ཞུས་ཟིན་པ་ཡིན། ད་བརྙན་ཐུང་དེར་ཉན་རྗེས་ད་ཕ་མ་འམ་ཁྱིམ་བདག་མོ་འང་ཟིག་གེ་ཕར་ཆེར་བྲོ་བ་ར་དོག་པ་འདི་འདྲ་རིགས་ཡོད་སྲིད་ཀྱི་རེད། ད་ནང་ལོག་དང་ཕྱི་ལོག་ན་ཡོད་པའི་ཕ་མ་དང་ཁྱིམ་བདག་སུ་དང་གང་ལ་མཚོན་ན་ད་ཕར་ཆེར་རང་གི་འཚོ་བ་དང་ཁ་རྒྱུག་གི་དོན་དུ་ལས་ཀ་ལས་ལ། དེ་བཞིན་བྱིས་པ་ལ་མཚོན་ན་སློབ་སློབ་མ་རེད་ན་བྱིས་གཉོར་ཁང་བསྐྱལ་གྱི་འདྲ་འདྲ་ཡང་ན་རང་གི་ཁྱིམ་ནས་ཕྱིར་བཙོན་ཆོག་གྱི་འདྲ་འདྲ་ཡང་ན་ད་རང་གི་ཁྱིམ་ནས་ད་ཕ་མ་གང་རང་གི་ཡང་ན་ཁྱིམ་བདག་གང་རང་གི་ད་གཉོར་སྐྱོང་བྱེད་རྒྱུ་ནས་སྟངས་ཀྱི་མེད་ཟིག་རེད། འདི་ག་སློབ་ལོ་རན་པའི་བྱིས་པ་ཟིག་ལ་མཚོན་ན་ད་གཟའ་འཁོར་གྱི་ཉིན་རྟག་པར་སློབ་གྲྭ་འགྲོ། ད་ནང་ལོག་གི་བྱ་དོ་སློབ་ཆུང་གི་སློབ་མར་མཚོན་ན་ད་གཟའ་འཁོར་གྱི་ཉིན་རྟག་པར་སློབ་གྲྭ་འགྲོ་དགོས་མིན་མི་ཚད་དགོང་མོ་ཡང་སློབ་གྲྭ་ནས་འདུག་གོ་ད་གཟའ་འཇིགས་མ་རྟག་ནམ་ཕྱིར་སླེབས་མི་ཐུབ། ད་གཟའ་འཇིགས་ནམ་ཕྱིར་སླེབས་དེ་ཡང་ད་བྲིས་ན་ཚར་གྱི་མིན་ནོ་གོ་སླེབས་ཆ་མང་བ་རེད་སྙམ་གི་ད་ནམ་ཕྱིར་སླེབས་དཀའ། ད་བལྟས་ན་ད་ང་ཚོ་ཐུན་མོང་གི་ན་དོན་ཟིག་ཡོད་ནོ་ཅི་ཟེར་ཟེར་ན་ད་བྱིས་པ་དང་ཕ་མའམ་ཁྱིམ་བདག་ཐུན་མོང་ལ་དབང་ནོར་བ་དེ་ཚོ་གཅིག་མེད་ནོ་ད་ལྟ། ད་འདི་ཕྱིས་སུ་སེར་ཤ་ཡི་གེ་ཡོག་གི་ཟེར་ན་ད་ང་ཚོས་བོར་སྐལ་བྱ་པའི་གོ་སྐབས་དང་ཁོར་ཡུག་ད་འདང་ངེས་ཟིག་མེད་ནོ་ར་ད་གི་དེ་ཚོ་ད་ཤིན་ཏུ་ཉག་ཕྲ་བ་ལེ་ནོ། དུ་མཚོན་གི། དེ་ནས་ད་བྱིས་པ་གི་ལོ་ཚུགས་མ་འདྲ་འཚར་ལོངས་བྱུང་སའི་འཁོར་ཡུག་མ་འདྲ་དེ་གི་ཁྱིམ་ཚང་གི་རྒྱབ་ལྗོངས་སོགས་རྒྱུ་རྐྱེན་མ་འདྲ་བ་སྣ་ཚོགས་ཟིག་ཡོད་དུས་ད་གནད་དོན་དུ་ཟེར་ཞིག་གི་ཐབས་ལམ་དང་ཆ་རྐྱེན་ཡང་ད་མི་འདྲ་བ་སྣ་ཚོགས་ཟིག་ཨང་སྲིད་ཀྱི་རེད། ད་དེ་རང་ཡིན་ན་ངས་གཙོ་བོ་སློབ་ལོ་མ་རིམ་པའི་ད་བྱིས་པའི་བོད་སྐད་གི་ཆ་ནས་ཁྱི་ཟིག་ཅེ་ན་སྐྱ་ཧྲུང་ཡིག་དགོས་ངའི་སྐོར་དུ་ནས་སྐད་ཆ་ཁ་ཤས་ཟིག་བཤད་བསམ་གི་ཡོད། ད་སློབ་ལོ་མ་རིམ་ནང་གི་བྱིས་པ་ཟེར་ན་ད་གཙོ་བོ་ད་བྱིས་པ་སྐྱེས་པ་ནས།

ཐོག་མའི་ལྟ་བ་ཁ་ཤས་དེ་ལྟར་འབྲི་གཅིག་ཅན་གྱི་ཐ་སྙད་ཨ་ཟེར་གྱི་འདྲ་འདྲ་ཡང་ན་མ་ཟེར་གྱི་འདྲ་འདྲ་ཡང་ན་ཡ་ཟེར་གྱི་འདྲ་འདྲ་དེ་ལྟ་བུའི་ཐ་སྙད་དེ་བཤད་དེ་ནས་འབྲི་གཉིས་ཅན་གྱི་ཐ་སྙད་ཨ་ཕ་ཨ་མ་ཡ་ཡ་མ་མ་ད་དེ་ལྟ་བུ་གྱི་ཐ་སྙད་དེ་བཤད་དེ་གི་རིམ་པ་བཞིན་དུ་ཐ་སྙད་གཉིས་རེ་མཉམ་དུ་སྦྱར་ནས་དུ་ཚིག་གྲུབ་སྟབས་བདེ་རེ་བཤད་ཀྱི་འདྲ་འདྲ།

དེ་བ། སྤྱིར་བཏང་མཁས་པ་ཟེར་ན་ད་གཟོད་སྣ་ཡི་གོ་ནོར་ཙམ་ཟིག་གོ་གི་རེད་ད་འོག་གི་རིག་གཞུང་གི་ནང་ན་སྐབས་མང་ཆེ་ཤོས་དེ་བ་དང་སློབ་སྦྱོང་གི་དོན་རེད་ད་ཧོར་ན་ཐི་བའི་ཚོམས་སོགས་ལྟ་བ་དེ་རེད། ད་གཞན་གི་ཉམས་ཞིབ་གི་གྲུབ་འབྲས་གཞན་པ་ཡིན་ན་ཡང་ད་བྱིས་པ་གི་ཐ་སྙད་གསར་བ་ཟིག་སློབ་དགོས་ན་ད་ཐང་མ་བདུན་ནས་ཉི་ཤུ་གི་བར་དེ་ད་གི་གཟོད་གོ་དགོས་ཟིག་གོ་ད་འདི་བྱིས་པ་གི་ལོ་ཚོད་དང་ཚིག་གཟུགས་དབང་བོ་གི་གནོད་ལྟལ

ཡེ་ནའོ་ཏེ་མགར་ཆེན་ཟེར་གི། གཅིག་ན་བྱིས་པ་དང་ཕ་མའམ་ཁྱིམ་བདག་མཐའ་མང་གི་དུས་ཚོད་ད་མེད་གི། གཉིས་ན་དུས་ཚོད་ད་ཡོད་པའི་དབང་ད་བཏང་ནའང་བྱིས་པ་གི་ད་ཉལ་འགྲོ་མིན་ད་ཡང་ད་གནད་དོན་ཟིག་རེད། ད་ངུ་རེ་བ་ཡིན་ན་ད་སློབ་ལོ་མ་རན་ནུ་བའི་བྱིས་པ་ཚོ་ཡིན་ན་ད་རབ་ཡིན་ན་རང་གི་ཆ་རྐྱེན་གི་ཀློང་ན་ད་རང་གི་ཁྱིམ་ནས་གཉོར་སྐྱོང་བྱེད་རྒྱུ། ད་དེ་མིན་ན་བོར་སྐད་བཤད་བྱེད་པའི་གཞི་ཙམ་ཡང་ན་ཁོར་ཡུག་ཟིག་བསྐྲུན་རྒྱུ། ད་ཐ་མ་གི་གདམ་གསེས་ད་བྱིས་གཉོར་གང་བྱ་ཆོག་རེད། ད་བྱིས་ལོག་ན་ད།

དེ་འདྲ་ཡིན་སོང་ན་ད་ཁྱོད་སྒྲིག་ཁྲིམས་ཀྱི་ས་མཚམས་རང་ངོ་བོ་དུ་གསལ་ཐག་ཆོད་ཟིན་མེད་དུས་ད་བྱིས་པ་དཀོན་རྩོད་ཐེབས་ཅི་འདྲ་ནི་མགོ་རྙོག་གྱི་གི་ཉེན་ཁ་ད་ལྷག་ཏུ་ཆེ་གི། ད་ནས་ད་ངས་འདི་ནས་བཤད་མདོག་གོ་ནོ་ད་ཕ་མ་ཨམ་ཁྱིམ་དག་གི་གཟའ་འཇུག་གི་དུས་ཚོད་ཐུང་ཐུང་དུ་བའི་རྐྱེན་ད་རང་གི་བྱིས་པ་མཉམ་དུ་སྡོད་བྱིས་པ་མཉམ་དུ་རྩིས་ཁོ་ཚོའི་སེམས་ཁམས་དང་ཐུན་མོང་གི་ཁ་བརྡ་མང་བོ་བྱ་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད། ད་དེ་རང་ཉིད་འདི་སྔོན་ཏག་ཏག་ད་དྲ་ཐོག་ནས་རྩོམ་ཡིག་ཟིག་ཀློག་ནས་ཡོད། ད་ཀྲུང་གོ་ན་ད་ཡིན་གྱི་ཡིན་གྱི་གི་གིར་གིར་ཡིན་འདུག་ནོ་ངས་ཟིག་གི་ཆེ་གི་ཟེར་ཁུག་གི་ཟེར་ན་ངས་རྒྱ་ཡིག་ཡར་སྐད་ཚིག་གཅིག་ར་མི་ཤེས་ར་ངས་ལོ་ན་གཉིས་ནས་ལྔ་བར་གི་བྱིས་པ་ཡིན་གིར་བྲི་གི་ཡོད་ཟེར་ཁུག་གི། ད་སྐད་ཆ་འདི་གོ་དུས་མ་འོངས་ཟིག་གི་སེམས་ཟིག་གི་འོ་ད་གིར་གི་འདི་གི་ཕྱི་ཕྱི་ནས་བྱིས་པ་རིག་ག་འདྲ་འདྲའི་ཡིག་གོ་གི་རེད་གོ་བརྡ་སྤྲོད་དགོས་ཀྱི་རེད།

གཏོང་དགོས་ཀྱི་རེད། ད་རང་གི་རྩིས་ཐང་ཟེར་ན་ངོ་སོ་ཟེར་ན་རྨོ་བ་ཟེར་ན་ལས་གཏོང་དགོས་ཀྱི་རེད། ད་གྲོགས་མོ་བྱས་ན་འཇིག་རྟེན་འདི་ན་ད་ཁྱོད་རང་གི་རྩིས་ཐང་ར་ངོ་སོ་འཁྱེར་ན་ད་འགྲོ་ས་ད་འཇིག་འགྲོ་ས་ཟེར་ཡོད་མི་འདི་ད་ང་ཚོས་ཞིབ་ཏུ་འདང་བརྒྱབ་ན་མི་ཤེས་ཀྱི་ཆེད་མེད་གི། ད་ཞོལ་ནས་ངས་རང་གི་བུ་མོ་དང་མཉམ་དུ་ད་རྩིས་ནོར་གི་དགེ་མཚན་འཛིན་ན་ད་རྩིས་ནོར་གི་ད་ཉམས་མྱོང་གཅིག་བྱ་ལ། ད་ངའི་བུ་མོ་ལོ་ན་ཧྲིལ་བོ་ཟིག་གི་སུམ་ལོ་ནོར་གི་སྐབས་དེ། ད་ངས་ཀ་ཁ་སུམ་ཅུ་ལྷག་མེད། ད་ཕྱི་ཟེར་གྱི་ན་ལྷག་མེད་འཛིན་ན་ད་རྩེ་ཤོར་ད་ལྷག་མེད། ད་དགོད་ཤོར་ད་ལྷག་མེད། ང་ཕ་ཡུལ་ནས་ཕྱི་རྒྱལ་ལ་འགྲོ་ཁ་ང་གྲོགས་པོ་ཟིག་གི་ངའི་བུ་མོ་ད་ཀ་ཁ་གི་ལྗང་ལྗང་ཤིང་ཟི་ལེགས་སྐྱེས་བཞིན་ད། ལྗང་ཤིང་གི་སྟེང་ན་ཀ་ཁ་སུམ་ཅུ་རེ་རེ་བཞིན་ལ་སྐྱེས་ཡོད་ནོ་གི་ང་ཚོས་ད་ཀ་ཁ་སུམ་ཅུ་དེ་ཁ་དོག་མི་འདྲ་བ་སྣ་ཚོགས་ཤིག་ཡོད་གི། ཐོག་མར་ངས་ཀ་ཁ་སུམ་ཅུ་དང་ལྗོངས་གཞུང་གི་ངོས་ནས་མར་ལངས་དང་འོ་མ་ཤར་རེ་རེ་བཞིན་དུ་སྒྲིག་ཐུབ་མིན་ཚོད་ལྟ་བྱས་ནས་ད་དང་མ་ད་འཇོག་མ་ཐུབ་ཀི། ད་ངས་རོགས་རིམ་ཐེངས་གང་མང་ཞིག་བྱེད་དགོས་ཀི། དེ་ནས་ད་ཇི་ཙམ་རེ་ད་ཞིབ་མོ་གི་རིམ་པ་བཞིན་དུ་ད་རང་གིས་འཇོག་ཐུབ་ཟེར་གི་ད་གཅིག་ཐེངས་མ་མང་བ་སོང་སོང་ད་ད་འདི་སླ་བོའི་སྒོ་ནས་ཕྱིར་འཇོག་ཐུབ་དགོས་ཀི།

ད་འདི་ཡར་སྔོན་ན་ཁྱེད་ཟེར་ན་ང་འོ་མོ་ད་སྙིགས་ཀི་བཟུང་ན་ད་ཀ་ཁ་སུམ་ཅུ་གཅིག་ར་བྲིས་མ་མྱོང་ར་ཡིན་ན་ར་ད་ཁྱེད་ཟེར་ན་ང་གཉིས་རྩེད་མོ་འདི་རྩེད་ནོ་ག་རྒྱལ་རབས་འདིའི་འཕྲོ་ནས་འོ་མོ་སུ་ག་ཀ་ཁ་སུམ་ཅུ་བ་ལོག་བྱེད་ནོ་ག་མི་ཚེ་ད་ངའི་ཡང་ས་འོ་ཟི་ཟིན་ད་ད་འདི་ཁྱེད་ཟེར་གི་ཡོད་ན་ངས་རྟག་པར་ད་རྩེད་མོ་རྩེད་ནོ་ག་དགེ་མཚན་ཡིན་ཟེར་གོ་ད་དགེ་རྩེད་མོ་ཙམ་ཙམ་མ་རེད་འདི་སློབ་ཁྲིད་ཟེར་ཡང་ཡིན་ཟེར་སློབ་ཁྲིད་གི་ནང་ནས་ཧ་ཅང་སྤྲོ་སྣང་ལྡན་པའི་སློབ་ཁྲིད་ཟེར་རེད་བསམ་གི་ཡོད། ད་གོང་གི་འདི་དཔེ་མཚོན་ཟིག་རེད་ད། ད་ང་ཚོས་རང་གི་བྱིས་པ་མཉམ་དུ་དུས་ཚོད་མང་བོ་བཏང་ནས་བཙས་ན་ད་རང་གི་བྱིས་པར་རྗེས་ལོངས་ག་ཅིག་ན། དེའི་འཕྲོ་ནས་རྩེད་མོ་རྩེ་བའི་རྒྱུད་རིམ་གི་ནང་ནས་ཁྱོད་རང་གི་བྱིས་པ་རང་གི་ཁ་བརྡ་གོ་སྐོན་ཡིན་ན་འདོད་གོ་ནོར་གི་ད་བསླབ་བྱ་གང་རུང་ཟིག་ཁྱོད་རང་གི་གཏོང་ཐུབ་གི། ད། རྩེད་མོ་རྩེ་ནོར་གི་གོ་རིམ་དེའི་འཕྲོ་ནས་ཁྱོད་བསླབ་བྱ་འདི་རིགས་ག་བྱིས་པ་གི་ཡང་ད་སྤྲོ་སྣང་གི་ངོས་ནས་དང་དུ་ལེན་རྒྱུ། འདི་གི་དཀའ་ཚེགས་མེད་པར་ངེས་ཟིན་རྒྱུ། ངེས་ཟིན་ཐོབ་རྒྱུ་ཡང་ཅིག་ཅིག་ལས་སླ་བོ་ཟིག་རེད། དེའི་རྒྱུ་མཚན་གྱིས་ད་ཤི་པ་མཉམ་དུ་དུས་ཚོད་དང་བྱོན་ན་ཧ་ཅང་གལ་ཆེན་པོ་རེད་ལ། ད་དེ་ལྟར་རྗེས་འདི་བསྐྱངས་ན་ད་ད་གཟོད་ཁྱོད་རང་གི་བྱིས་པའི་འོ་སྐལ་ཡང་ད་གང་ལ་གང་འཚམས་ཤིག་བཤད་ཐུབ་པའི་རེ་བ་ད་ཆེན་པོ་ཡོད། བཀའ་དྲིན་ཆེ།